སྐད་ཆ་བཤད་སྟངས་འདི་འདྲའི་སྦྱོར་བ། སྐད་ཆའི་ནང་ལོགས་ལ་ཡང་ཚིག་གཅིག། འདི་ངས་ག་ཅི་རེད། འདི་ཁོ་ག་ཅི་རེད། འདི་ང་ཚོ་ག་ཅི་རེད། ཟེར་བའི། ག་ཅི་ག་ཅི་ཟེར་བའི་ཚིག་འདི། བོད་སྐད་གཙང་མ་ཡིན་མིན་དང་ད་ནས་བཞིན་ག་ཅི་ཟེར་བའི་ཚིག་གི་བྱུང་རིམ། ད་ནས་བཞིན་འདི་གི་བཀོལ་སྤྱོད་བྱེད་སྟངས་ག་འདྲས་ཟེར་མིན་དེའི་ཐོག་ལ་ཡང་ང་རང་ཚོ་དེ་རིང་གི་བརྙན་ཐུང་གི་བརྗོད་བྱ་གཙོ་བོ་དེ་ཡིན།

ཏེ། བྱིས་པ་དག་ཡིག་སྐབས་ལ་ཡ་ཀ་བ་ཀ་ར་ཀ་ཏུ་ར་ཀ་ཅི་ཀ་མེ་ཀ་རྐྱང་ཡི་ཀ་ལེ་ཀ་ང་ད་ག་དང་ཟེར་བའི་སྐབས་སུ། ཀ་ཅི་ཟེར་བའི་ཚིག་འདི་མ་འདུག་རག་གི་མ་རེད་ཀ་ཅི་ཀ་ཅི་ཟེར་བའི་ཚིག་རག་གི་རེད། ཡིན་ནས་ག་ཅི་ཟེར་བའི་ཚིག་འདི་རག་གི་མ་རེད་ཡིན་ན་ང་རང་ཚོ། བོད་ཆོས་བཏང་བའི་སྐབས་ལ་ག་ཅི་ཟེར་གི་མ་འདུག་ཀ་ཅི་ཟེར་གི་མ་རེད་བ། ཀ་ཅི་འདྲ་བོ་ཆ་ཚང་མེད་ན་ཏེ་རྒྱ་གར་གྱི་སྐད་ཟུར་ཆགས་ཞེས་རེད་བ། ཀ་ཅི་ཟེར་དུས་སྐབས་སུ་ལ་རེ་ཏབ་ཏབ་དེ་འདྲས་ལ་ཡ་ཀ་ཅི་གོ་གོ་བ་རེད། ད། ཚིག་འདི་ཡི་དོན་མ་གཏོགས་གཞན་དག་ག་ཅི་ཟེར་བའི་ཐ་སྙད་ཅིག་རག་གི་མ་རེད། ག་ཅི་ཟེར་བའི་ཚིག་འདི་མི་མང་པོ་ཅིག་གིས་བོད་སྐད་ཡིན་མིན་ལ་ཡང་ཐེ་ཚོམ་ཡོད་རེད། ད་ག་ཤེད་ཅིག་གིས་ནི། ག་ཅི་ཟེར་བའི་ཚིག་འདི་ཅག་ལག་ཅིག་ལ་གོ་གི་ཡོད་པ་ཞིག་ཤེས་ཀྱི་ཡོད་རེད། ཡིན་ནའི་ག་འདྲེས་གོ་གི་ཡོད་མེད་འདི་གསལ་པོ་ཅིག་ཤེས་ཀྱི་ཡོད་མ་རེད་སོང་ཙང། ད་དེ་རིང་ངས་རྣམ་པ་ཚོ་ལ་ཡང་ག་ཅི་ཟེར་བའི་ཚིག་འདི་ག་འདྲེས་ཅིག་ཡིན་མིན་འདི་ངས་གསལ་པོ་བྱས་རྣམ་པ་ཚོ་ལ་ཞུ་གི་ཡིན། བྱས་ན་ངས་ལ་ཡང། ང་རང་ཚོས་ད་རྒྱུན་དུ་ནས་ཚིག་བཅའ་ལག་ཟེར་བའི་སྦྱོར་བ། བཅའ་ལག་ཟེར་བའི་ཚིག་དེ་ག་འདྲས་ཀྱིས་བྱུང་ཡོད་མེད་ད། ང་རང་ཚོས་ནམ་རྒྱུན་བཅའ་ལག་བྲིས་ཡོད་སྐབས་ལ་ཡིན་ན་དུ་ཞེས་བྲིས་ཀྱི་རེད་བ་བཅའ་ལག་ག་ལག། བཅའ་ལག་བྱས་རྗེས། ཐ་སྙད་འདིའི་འབྲས་བུ་ཆ་མཚོན་པས་ན་ཐ་སྙད་གསར་བ་རེད།

ཅེ་ལ་ཏཱ་ཏི་སྭ་བྷཱ་ཏཱ་པཱི་ཏཱ་ཅཱ་ཏཱ་ཅེ་ཅེ་ཅེ་ལ་ཏཱ་ཀོ་ཁ་ནི་མ་ཅང་ཏི་ཏི་ཅེ་ལ་ཅེ་ལ་ཅེ་ལ་ཅེ་ཅེ་ཏཱ། ཡི་གེ་དེའི་བཟོ་རིགས་གཟུགས་ཡང་བའི་ཆེད་དུ་དེ་ནི་ཅཱ་ལཱ་ཞེས་ཆགས་པ་རེད། ད་བྱས་ན་ང་ཚོའི་ད་ནང་ང་ཚོ་ག་ཅི་རེད་ཟེར་བའི་ཚིག་དོན་ངོ་མ་ག་འདྲེ་རེད་ཞུས་པ་ཡིན་ན་ངས་དུས་རེད་དེ་ངས་ག་ཅི་རེད་ཟེར་དུས་སྐབས་ཚོད་ལ།

བཅའ་ལག་གི་ཚིག་སྡུད་བྱས་པས་ན་བཅད་ལག་ད། ངའི་ག་ཅི་རེད་དུ་ཆགས་པ་ཕྱིས་སུ་ཁ་ཆགས་ལ་ན་ད་ང་ཚོས་ངའི་ག་ཅི་ངའི་ག་ཅི་རེད། ཕྱིས་སུ་ད་གར་ཆགས་པ་ལ་ན་ངའི་ག་ཅི་ཟེར་བའི་ཚིག་དེ་ཆགས་པ་རེད་སོང་ཙང་ད་ཕལ་ཆེར་ག་ཅི་ཟེར་བའི་ཚིག་དེ་ག་འདྲས་བྱས་མིན་ཕལ་ཆེར་རྣམ་པ་ཚོས་མཁྱེན་ཡོད་རྒྱུ་རེད།

ཡག་ཤོས་བྱུང་བས་ན་འདི་ངའི་རེད། འདི་ང་ཚོའི་རེད། འདི་ཁོའི་རེད། འདི་ཁོ་ཚོའི་རེད་ཟེར་གྱི་བཀོལ་སྤྱོད་བྱས་པས་ན་དེ་བས་ཡག་ག་ཡོད་རེད། རྒྱུ་མཚན་ག་རེ་བྱས་ནས་ཞུས་པ་ཡིན་ན། ང་ཚོས་ཁ་སྐད་བརྒྱབ་པའི་སྐབས་ལ་ཡིན་ན། ཡིག་སྐད་དང་ག་ཚོད་ཅིག་མཐུན་པ་བརྒྱབ་ཐུབ་པས་ན་དེ་ག་ཚིག་གི་དགེ་ཕན་ཆེ་བ་ཡོད་རེད། བྲིས་པའི་སྐབས་ལ་ཡིན་ན་སྟབས་བདེ་བོ་བྱ་དགོས་རེད་བ་སོང་ཙང། ངས་ག་ཅི། ཁོ་ག་ཅི། ཁོ་ཚོ་ག་ཞིག་ཟེར་བ་ལས་འདི་ངའི། འདི་ཁོ་ཚོའི་རེད། འདི་ང་ཚོའི་རེད་ཟེར་བ་ཡིན་ན་ཡག་ག་བོ་རེད། སོང་ཙང། ད་དེ་རིང་རྣམ་པ་ཚོ་ལ་ཡ། ག་ཅིག་ཟེར་བའི་ཚིག་ག་འདྲི་བྱུང་ཡོད་མེད། དེ་ནས་འདི་གི་བཀོལ་སྤྱོད་བྱེད་སྟངས་དེ་ངས་རྣམ་པ་ཚོར་ཞུས་ཟིན་པ་ཡིན། ཚེ་ན་དེ་རིང་གི་བརྙན་ཐུང་གི་བརྗོད་བྱ་ད་ག་ཡིན། རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང་ཐུགས་ཆེ་གནང། ཞུ་བདེ་བྱ་དགོས། གཉིད་སད་སྣང་བ་བཀའ་དྲིན་ཆེ། སྐད་རིགས་མང་པོ་ཤེས་ན་བཟང་མེད་ཀྱང། རང་གི་ཕ་སྐད་སྤྱད་ན་ངོ་ཚ་ཡིན།